ཨོ་རྣམ་པ་རྫོགས་མ་ལ་བཀྲ་ཤིས་བདེ་ལེགས། ལྟ་དེ་རིང་ང་ཚོ་ལོ་ཚད་བརྒྱད། བདེན་པ་བཞི་ཡི་ནང་ནས་བདུན་ལྔ་བདེན་པ་ཟེར་ནས་དེ་སྐོར་ལ་དཔྱད། ད་དེ་ཡང་བཟང་ཆེ་བཅོ་ལྡན་འདས་ཀྱི་ཕྱིས་ཀྱི་འཁོར་ལིའི་མདོ་ཡི་ནང་ལུགས་ལ། བདེན་པ་བཞི་དེ་ལ་ལས་བཟའ་རྣམ་གྲོལ་བཅུ་གཉིས་སྒོ་ནས་སུན་པར་བ། རྟགས་དེ་ཡང་རྟགས་སྡུག་བསྔལ་བདེན་པ་འདྲ་བོ་ཅིག་ལ་ཆ་བཞག་པ་ཡིན་ན། དང་པོ། འདི་སྡུག་བསྔལ་བདེན་པ་རེད། ང་ཚོ་གི་ཟ་བྱེད་ཉེ་ལེགས་ཀྱི་ཕུང་པོ་དེ་སྡུག་བསྔལ་བདེན་པ་རེད། ཨེ་སྡུག་བསྔལ་བདེན་པ་ཡིན་པ་ཧ་གོ་དགོས་ཀྱི་ཡོད་རེད། ཧ་གོ་ནས་སྤང་བྱས་སྤང་ཚར་བའི་རྗེས་ལ་ཡང་མཇུག་ཧ་གོ་དགོས་ཡ་དེ་འདྲའི་མི་ཚེ་གལ་ཡོད་མ་རེད་ཟེར་ནས། དེའི་ག་རེ་སུན་པ་རེད་ཟེར་ན་དང་པོ་དེ་གཞིའི་རྣམ་གཞག། གཉིས་པ་དེ་ལམ་གྱི་རྣམ་གཞག། གསུམ་པ་དེ་འབྲས་བུའི་རྣམ་གཞག་སུན་གྱི་ཡོད་རེད་བ། ད་འོ་ན་འདི་སྡུག་བསྔལ་བདེན་པ་ཡིན་ན། སྡུག་བསྔལ་བདེན་པ་ཟེར་ནས་ག་འདྲི་ཅི་འདྲི་བྱ་དགོས་རེད་ཟེར་ན་ང་ཚོ་ཧ་གོ་ཡ་བྱེད་ལ་སྡུག་བསྔལ་བདེན་པ་དེ་ལ་སམ་ངེས་འཛིན་བྱེད་ན་ཡག་པོ་ཡོད་རེད། སྡུག་བསྔལ་གྱི་སྡུག་བསྔལ། འཇིགས་བའི་སྡུག་བསྔལ་ཆགས་པ་འདི་བཞེས་ཀྱི་སྡུག་བསྔལ། ད་ང་ཚོ་མི་ཚེ་འདིའི་ནང་ལོགས་ལ། ལས་སླ་བོ་ཧ་གོ་ཐལ་ཡག།

སྒོ་དེ་ཚོ་གི་རིགས་དེ་ཚོ་ལ་ང་ཚོ་ལས་སླ་པོ་སྡུག་བསྔལ་ཡིན་པ་ཧ་གོ་ཐལ་ཡག་གི་རིགས་དེ་ཚོ་ལ་ཨ་ནི་སྡུག་བསྔལ་གྱི་སྡུག་བསྔལ་ཟེར་དེ་ང་ཚོ་མི་ཚེའི་ནང་ལུགས་ལ་ཡོད་ཡོང་བ་རེད་བ། བྱས་ཙང་ང་ཚོ་ལུང་ཚན་འདི་ཚོ་གཞུང་འདིའི་བཀའ་ཟེར་ལ་སོ་སོ་གཉིས་སུ་མི་ཚེའི་ནང་ལུགས་ལ་འཚོ་བ་དུ་བཞག་ནས་བཞུགས་ན་དཔེ་ཡག་པོ་ཡོད་རེད།

མདོར་ན་ང་ཚོ་གི་སྡུག་བསྔལ་གི་རིགས་དེ་ལ། ཤི་བའི་སྡུག་བསྔལ། རྒས་བའི་སྡུག་བསྔལ། ན་བའི་སྡུག་བསྔལ། འཆི་བའི་སྡུག་བསྔལ། དེས་མ་ཚད་པའི། མྱེའི་སྡུད་པ་དང་བྲལ་བའི་སྡུག་བསྔལ། མི་སྡུད་པ་དང་འཕྲད་པའི་སྡུག་བསྔལ། ལ་སོགས་པ། སྡུག་བསྔལ་གི་རིགས་མང་པོ་ཞིག་ཡོད་རེད་བ། དེ་ཚོ་ལ། བདེན་པ་བཞིའི་ནང་ནས་ག་རེ་ཟེར་གི་ཡོད་ཟེར་ན་སྡུག་བསྔལ་བདེན་པ་ཟེར་གི། ད་དེ་ཚོ་སྡུག་བསྔལ་ཡིན་པ་ཧ་གོ་དགོས་ཀྱི་ཡོད་རེད། དང་པོ་དེ་ལ།